བོད་ནང་ནང་ལོག་ལ་ཡག་ཆ་བཤད་པ་ཡིན་ན། བོད་མི་བརྒྱ་ཆ་དགུ་བཅུ་ལྷག་ཅིག་བོད་ནང་ལ་ཡོད་རེད། དགུ་བཅུ་དགུ་བརྒྱ་ལྷག་ཅིག་ཡོད་རེད་དེའི་ནང་ནས་ད་གཞོན་སྐྱེས་མང་པོ་ཅིག་དང་དེའི་ནང་ནས་མ་འོངས་པའི་རེ་བ་རྒྱབ་ས་གི་སོན་རྩ། ལོ་བཅུ་གྲངས་དང་བཅུ་ཕྲག་ལ་ཞོན་པ་དང་དེའི་གཡས་གཡོན་མང་པོ་ཅིག་བོད་པའི་སྐད་ཡིག་མ་ཤེས་པ་ཅིག་རང་ཡུལ་གངས་ཅན་གྱི་ཕྱོགས་ལ་སོ་སོའི་ཕ་ས་གི་ནང་ལ་དེ་འདྲའི་ཉིན་མ་ནས་ཉིན་མ་མང་རུ་འགྲོ་བའི་དུས་ཚོད་འདི་འདྲ་ཅིག་ཡིན་པར། དེ་འདྲས་ཡིན་དུས་བཙན་པོ་ལ་ཡང་ང་རང་ཚོ་གིས་ད་རིག་གཞུང་དང་བཅས་པ་དེ་གས་དེ་ཉམས་པ་ཡིན་ན། དྭགས་ནས་ཤི་ང་རང་ཚོ་ཁོར་ཡུག་དང་བཅས་པ་དེ་དག་ཉམས་པ་ཡིན་ན། དྭགས་ནས་ཤི་ང་རང་ཚོ་གིས་པའི་ནང་ཆོས་རྩ་ཆེན་པོ་དང་བཅས་པ་ལེགས་བྱང་དང་བཅས་པ་ཅིག་ཉམས་པ་ཡིན་ན་མེད་པ་ཅིག་ཆགས་པ་ཡིན་ན་ཧ་ལས་པའི་ང་ཚོའི་མི་རིགས་ཙམ་དུ་མ་ཟད་པའི་མི་རིགས་གོང་གར་ཞུགས་ལ་མི་རིགས་སྤྱི་གཞན་དང་གཞན་ལྷག་པར་དུ་འཛམ་བུ་གླིང་སྤྱི་ལ་ཡིན་ན་གྱོང་གུན་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། ང་རང་ཚོའི་མེས་པོ་གོང་མ་རྣམས་པ་སོགས། ཆོས་རྒྱལ་གཉའ་ཁྲི་བཙན་པོ་ནས་ཉེ་བར་སོང་སྟེ། ང་རང་ཚོའི་བཙན་པོ་ཆོས་རྒྱལ་མེས་དཔོན་རྣམས་གསུམ་དགྲ་ཁ་ན་ཤན་གྱི་ཐུ་མོའི་སྲོག་འབོག་དགྲ་བོས་མཚོན་པའི་ལོ་པན་དེ་དག་གི་སྐུ་ལས་བསྐྱོན་ནས་རྒྱལ་བོ་སྐུ་འཕྲེང་རིམ་བྱོན་གྱི་སྐུ་ལས་བསྐྱོན་ནས་དར་བཞིན་རྒྱས་པར་སྣང་བས་ང་ཚོའི་ལེགས་བྱང་འདི་གལ་ཏེ་མེད་པ་ཅིག་ཆགས་པ་ཡིན་ན། ཨ་ཀྲུག་རྫ་ས་གིས་བཟོས་པའི་དར་ཁ་ན་ཤན་གྱིས་ང་ཚོའི་རུ་བ་མི་ཐོག་གོང་མ་བྱེས་པ་ཅན་མང་པོ་གཅིག་གིས་སྲུང་སྐྱོབ་གནང་ནས་ལུས་སྲོག་ལོངས་སྤྱོད་དང་བཅས་པ་བློས་བཏང་པས་བཏང་ནས་སྲུང་སྐྱོབ་གནང་ཡག་གི་འདི་འདྲས་ཅིག་ང་ཚོ་མེད་པ་ཅིག་ཆགས་པ་ཡིན་ན་ཚང་མ་ལོ་དངོས་གནས་དྲ་གནས་ཀྱི་གྱོང་གུན་ཆེན་པོ་གཅིག་ཡིན་པ་རེད། དེ་ཡིན་དུས་ང་ཚོ་རིག་གཞུང་དང་རིག་གཞུང་གི་རྩ་བ་གཅིག་སྟེ། སྐད་ཡིག་དེ་ཆགས་ཀྱི་ཡོད་པ་ཡིན་དུས་སྐད་ཡིག་གི་ཐོག་ལ་ཡང་ད་ང་ཚོ་རང་དབང་ལུང་པའི་ནང་ལ་ཡོད་པ་ཚོ་ལ་ཡང། ཅེས་སྐད་ཡིག་སྲུང་སྐྱོབ་རེད་ཅེས་གང་ཅིའི་ཐད་ལ་ཡང་ལས་ཀ་ཅིག་གནང་པ་ཡིན་ན་གནང་ས་ཀྱི་ཁོར་ཡུག་ཡོད་རེད། རེད་བ། གོ་སྐབས་ཅིག་ཡོད་པ་ཡིན་དུས་དེ་དག་གི་གོ་སྐབས་དམ་འཛིན་བཅས་ཀྱི་ཐོག་ནས། གནང་རོགས་ཞེས་ཞུ་བ་བྱས་ལ་སྤྱི་དང་ཆོས་གཞུང་སྒང་དྲུག་ཚོགས་པའི་ངོས་ནས། ཤེས་ཡོན་གྱི་ཐོག་ལ་རེད་ཉམ་ཐག་གི་ཐོག་ལ་རེད་གང་ཅིའི་ཐད་ལ་ཡང་གཟིགས་རྟོག་དང་རོགས་རམ་དང་དེ་འདྲས་ཞིག་གནང་གི་ཡོད་པ་དེ་ཁོ་མོས་ཡང་ནས་ཡང་དུ་གོ་ཐོས་ཡོད་འདུག་དེ་ཡིན་དུ་ཐུགས་རྗེ་ཆེ་ཞུ་བ་དང་མཉམ་དུ་མ་འོངས་པ་ཡིན་ན་ཡང་སྔར་ལས་ལྷག་གནང་ཡ་ཅིག་དང་ལྷག་པར་དུ་ང་རང་ཚོ་མི་སྣ་དང་སྐད་གསེང་གནང་ཡ། ང་རང་ཚོ་ལྔ་བཅུ་ང་དགུའི་སྐབས་ལ་གནས་སྟངས་འདི་འདྲ་ཅིག་རྫ་དྲག་པོ་བྱུང་ཡག་འདི་གཙོ་བོ་དེ་ག་རེད་ཟེར་ན། ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཤེས་ཡོན་དང་མཐོང་རྒྱ་དང་འཛམ་གླིང་སྤྱི་ཡི་གོ་རྟོགས་དང་འདི་འདྲས་ཀྱིས་མ་འདང་པ་ཅིག་དང་འདི་འདྲས་ལ་བརྟེན་ནས་གང་བྱས། ད་མཐའ་མ་འདི་འདྲས་ཅིག་བྱུང་བ་རེད། འདི་འདྲས་ཡིན་དུས་བསམ་པ་ལ་ཡག་ད་ང་རང་ཚོ་མི་སྣ་དངོས་གནས་དྲ་གནས་ཤེས་འཇོན་གཉིས་ལྡན་ཡོད། བསྟན་པ། དེ་གནའ་ནས་ང་རང་ཚོའི་གནའ་དེང་ཟུང་དུ་འབྲེལ་བའི་རིག་གཞུང་ལྷག་བསམ་དུ་ལྡན་པ་འདི་འདྲས་ཅིག་མིན་ན། དེ་གནའ་ནས་གཞོན་སྐྱེས་མང་པོ་ཅིག་སྐད་གསེང་གནང་དགོས་དེ་གལ་ཆེན་པོ་ཡིན་དུས་ཨ་ནི། མི་སྣ་སྐད་གསེང་གི་ཐོག་ལ་ཡིན་ནའི་འདྲ། རིག་གཞུང་སྲུང་སྐྱོབ་ཀྱི་ཐོག་ལ་ཡིན་ནའི་འདྲ། ད་ག་ནས་བཞིན་གྱི་ད་ང་རང་ཚོའི་བཙན་བྱོལ་གྱི་ནང་ལོགས་ལ་ཡང་བོད་པ་ཉུང་ཤས་ཤིག་མ་གཏོགས་ཡོད་མ་རེད། བརྒྱ་ཆ་དགུ་བཅུ་གོ་བརྒྱད་ཀྱི་ལྷག་ས་དེ་རང་ཡུལ་གངས་ཅན་གྱི་ལྗོངས་ལ་ཡོད་པ་ཡིན་དུས་ཨ་ནི་ཕ་ང་ཚོའི་འདི་ནས་ཕ་རང་ཡུལ་གངས་ཅན་གྱི་ལྗོངས་ལ་ཡོད་པའི་གཞིས་ལུས་སྤུན་ཟླ་ཚོ་ལ་ཡིན་ན་ཡང་འབྲེལ་བ་རེད་སེམས་ཤུགས་སྤར་ཐུབ་པ་ཞིག་རེད་རེད་བ། འདི་འདྲས་ཀྱི་ཐོག་ལ་ཤུགས་སྐྱོན་དགོས་ཡ་གི་མཚོན་པའི་ད་གནང་གནང་དགོས་ཡ་དེ་ཧ་ཅང་མང་པོ་ཞིག་ཡོད་རེད་བསམ་བསམ་བྱས་ཐོན་གྱི་འདུག་དེ་ཡིན་དུས་ད་ངས་ཞི་རགས་ཞིག་ཞུ་བཞིན་གྱི་མ་རེད་དུས་ཚོད་ཞི་རགས་མེད་པ་ཡིན་དུས་འདི་འདྲས་གཅིག་དང། ད་གལ་ཆེ་ཤོས་གཅིག་དེ། ང་ཚོ་ད་ལྟ་དུས་ཚོད་ཉག་ཕྲག་པོ་འདི་འདྲས་ཅིག་ཡོད་རེད། ཡིན་ན་ཡང་འདི་འདྲས་ཅིག་གི་སྐབས་ལ་ཡ་ང་ཚོ་བློ་ཕམ་དགོས་ཡ་གཅིག་དེ།

དེ་བཞིན་དུ་རྫིང་བུ་གླིང་ནག་ལོགས་ལ་ཡང་མི་རིགས་གཞན་མངའ་ཐང་རྒྱལ་པོ་དེ་ཉམས་དགོས་ཡག་གི་གནས་སྟངས་མང་པོ་བཅས་ཀྱི་ནུས་པ་ཐོར་བཤིག་ལས་ཕྱེ་ནས་བྱུང་པ་ཞིག་དང་ནུས་པ་ཐོར་བཤིག་ལ་བརྟེན་ནས་བྱུང་ཡག་དེ་ཡང་མཐུན་སྒྲིལ་མ་བྱུང་ལ་ནུས་པ་སྤུངས་མ་ཐུབ་པ་ལ་བརྟེན་ནས་བྱུང་པ་ཞིག་ཡིན་པ་རེད། དེ་འདྲས་ཡིན་དུས་བསམ་པ་ལ་ཡག་ལྟ་ང་ཚོ་ད་ལྟའི་རྫ་བྲག་གཉན་འཕྲང་ཧ་ལས་པའི་ཆགས་འཇིག་གི་མཚམས་ལ་གནས་པ་འདི་འདྲས་ཅིག་གི་སྐབས་ལ་ཡག་རང་ཚོ་ལུང་ཚན་རེད་ཆོལ་ཁ་ག་བ་ཡིན་ན་ངས་ཆོལ་ཁ་གཅིག་ལ་དམིགས་སུ་བཀར་ནས་རྩ་བ་ཡིན་ན་ཞུ་གི་མེད་ང་ཚོ་ཆོལ་ཁ་གསུམ་ནས་ཐུན་མོང་ལ་ཡང་ཞུས་བསྡད་ཀྱི་ཡོད་རེད་པ། མཚམས་མཚམས་འཐེན་འཁྱེར་དང་འདི་འདྲས་ཀྱི་ཐོག་ནས་ཧ་ལས་པའི་ང་རང་ཚོ་རེད་པ་དཀའ་ངལ་ཅིག་དང་གོད་ཆག་ཅིག་དང་མ་འོངས་པ་ད་ག་འདྲས་ཆགས་ཡོང་བསམ་པ་ཅིག་གནས་སྟངས་ཟ་འདྲ་པོ་ཅིག་ཆགས་ཡོང་གི་འདུག་བ།

རྒྱལ་བ་ཡེ་ཤུ་ནུ་བོ་ཡིན་ན་ཡང་ཐུགས་ཀྱི་དགོངས་པ་དེ། ཐུགས་ཀྱི་ཐུགས་ཀྱི་རེ་བ་དེ། ང་ཚོ་གཞིས་བྱེས་མཉམ་འཛོམས་ཀྱི་ཉིན་མོ་མྱུར་དུ་འཆར་ཡག་ཅིག་བོད་ཀྱི་རེ་བ། ཡ་རབས་བཟང་སྤྱོད་ད་ག་ནང་བཞིན་གྱི་དེ་དག་གི་གཞི་རྩ་ཆོས་དང་རིག་གཞུང་བཟང་པོ་དེ་ཡང་མི་ཉམས་རྒྱུན་གནས་ཡོང་ཡག་ཅིག། ཆོལ་ཁ་གསུམ་ཡབ་མ་ཕྲལ་བ་ཡོང་ཡག་ཅིག་དེ་རྒྱ་བོད་རིམ་བྱོན་ཐུགས་རེ་གཙོ་བོ་དེ་ཆགས་ཀྱི་ཡོད་རེད་གལ་ཆེ་ཤོས་ཅིག་ཆགས་ཀྱི་ཡོད་རེད།

ང་ཚོ་ཚང་མ་ལོགས་ཀྱི་རེད། མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་གལ་ཆེ་ཤོས་དེ་བོད་མི་རིགས་སྤྱི་ལ་ཕན་པ་ཅིག་གནང་རོགས་ཞེས་བྱས་ཏེ་ལག་གཉིས་ཐལ་མོ་སྦྱར་ནས་ཞུ་བ་ཅིག་དང། དེ་བཞིན་དུ་དེ་འདྲའི་ཞུས་པ་ཡིན་སླར་ཡང་འདིར་ཕེབས་མཁན་མང་པོ་ཅིག་སྟེ། ངོ་ནས་ཨ་ཀྲུག་རྫ་སར་གཙོས་པའི་མི་སྣ་བྱེས་པ་ཅན་དེ་དག་གིས་རྟག་པར་སྦྱིན་ཆོག་ཞུས་ནས་སྦྱིན་འཛིན་པ་དེ་འདྲས་ཀྱི་མང་པོ་ཅིག་ཆགས་ཏེ་ཡོད་རེད་དེ་ཡིན་དུས་རྟག་སྙིང་སྟོབས་ཆེ་ཁོང་རྣམ་པ་ཚོ་ཀྱིས་བོད་བསྟན་སྲིད་དང་རྒྱ་བ་རུམ་གྱི་བཀའ་དགོངས་སྒྲུབ་ཐབས་ཀྱི་བློས་བཏང་ཇི་ལྟར་གནང་པ་དེ་དག་ཐུགས་ལ་བཅངས་པའི་ཐོག་ནས་ཨ་ནེ་ང་ལ་ལྷག་ཅིག་གནང་རོགས་བྱས་ཞེས་དེ་འདྲས་ཅིག་གསོལ་བ་སྙིང་ནས་བཏབ་ཡ་ཅིག་ཡིན། དེ་ཡིན་དུས་རྟག།

དེ་དག་གི་ནང་ལས་གཅིག་འཁྲུངས་ས་ཀྱི་ཆ་ནས་ཞུས་པ་ཡིན་ན་གཙོ་བོ་དེ་མདོ་སྟོད་ཀྱི་ཕྱོགས་དང་དབུས་གཙང་གི་ཕྱོགས་ལ་ཡང་འཁྲུངས་ས་དེ་འདྲའི་ཅིག་ཆགས་དེ་ཡོད་རེད། ད་ནི་ཤིང། ད་ལ་གར་བཞུགས་རེད། བེ་ཅིན་ཤིང་ཅང་གི་ཕྱོགས་ལ་རྒྱལ་སྲས་གཅིག་རྒྱལ་སྲས་གཅིག་ལ་འཁྲུངས་ཞག་སྐུ་འབྲིང་གསུམ་པ་དེ། དེ་འདྲས་ཡིན་དུས་ད་སྐུ་འབྲིང་དང་པོ་རྗེ་རིན་པོ་ཆེ་གི་དངོས་སློབ། དེ་རུ་རིན་པོ་ཆེ་གི་ད་འབྱུང་པོ་ཆེ་ག་འདྲས་ཁྲི་ཐོག་དྲུག་པ། ད་གཟོད་ཆོས་ཀྱི་དུས་བཙལ་ནས་འགོ་བཙུགས་ནས་ཁོང་དབུས་གཙང་ལ་འཁྲུངས། དེའི་རྗེས་ལ་ཡང་སྐུ་དྲིན་མང་པོ་ཅིག་སྟབས་བདེ་ཅན་མདོ་སྟོད་ཀྱི་ཕྱོགས་ལ་སྐུ་དྲིན་དྲུག་ཙ་ཅིག་འཁྲུངས་ཡོད་རེད་ད། སྐུ་དྲིན་དྲུག་འཁྲུངས་ཡོད་རེད་དེ་ལས་གལ་ཆེ་ཞིག་དེ་དེ་དག་ལ་འཁྲུངས་པས། འཁྲུངས་པས་དེ་དག་གི་བསྟན་པ་དང་འགྲོ་བ་ལ་ཡང་ཅིག་མཛད་པ་ཕྲིན་ལས་དང་ཞབས་འདེགས་བསྒྲུབ་ཡ་དེ་གལ་ཆེན་པོ་ཡིན་པ་ཡིན་དུས།

ཨ་ནི་སྐབས་དེ་དུས་རྒྱ་བ་སྐུ་དྲིན་བཞི་པ་ཡོན་ཏན་རྒྱ་མཚོ་རྒྱང་སྲིད་གསེར་ཁྲི་ལ་མངའ་གསོལ་ནས་ཡོངས་འཛིན་བཙལ་འཚོལ་གནང་པའི་སྐབས་ལ་ཡང་ཀུན་གྱིས་སྦྱང་ཡང་ཤེས་པའི་འཇིགས་བྱེད་ཆོས་འབྱུང་ནང་ལོགས་ལ་ཡང་སྐབས་དེ་དུས་བེ་ཅན་དག་འདི་ནར་སོང་ཡང་ལ་དབུས་གཙང་གི་ཕྱོགས་ལ་ཡང་དག་ཆོས་ཕྱོགས་ནས་ཡིན་པ་ཡིན་ན་ཡང་བའི་ཁེན་ཡོན་ཡོད་པའི་ཐོག་ལ་ཡང་དབུང་ལུང་གི་སེང་རྒྱ་ཆེན་པོ་ཡོད་པ། འཇིག་རྟེན་གྱི་ཆ་ནས་བླ་ཆེན་གྱི་མཚན་གནས་ཡོད་པ་ཅིག་ཚད་བཀག་འགྲོས་དུས་དགའ་ལྡན་ཁྲི་བདེན་གསུང་གཉིས་མ་ཞིག་མེད་པ། ཁྲི་རིན་པོ་ཆེ་དེ་ནང་ནས་གཅིག་གོང་ལོ་བགྲེས་པོ་ལ་ཕེབས་པ་གཅིག་དེ་དབུང་ལུང་གི་ཡང་སེང་རྒྱ་ཞེས་ར་མེད་པ་ཡིན་དུས། ཨ་མ་ཁམས་ཕྱོགས་ལ་མ་འཚལ་བས་དེའི་སྐབས་ལ་ཡང།

མེད་ཀྱི་རྟ་ཚག་ལྷུན་གྲུབ་བདེ་ཆེན་དང་དགོན་མང་ཆེ་ཆུང་དེའང་དེ་ཚོའི་ནང་ལ་ཡོད་རེད་རྟ་ཚག་ལྷུན་གྲུབ་བདེ་ཆེན་གྱིས་གཙོས་པའི་དགོན་སྡེ་ཁག་སུམ་ཅུ་ཟེར་གཅིག་དང་དགེ་འདུན་སྟོང་ཕྲག་གཉིས་དང་ཨ་དེ་མི་སྲིད་སྟོང་ཕྲག་མང་པོའི་ཞིག་གི་འདུལ་བ་བླ་དཔོན་གཅིག་ལྕོགས་དང་ཞི་རགས་ཀྱི་མཛད་འཕྲིན་རྒྱས་པོ་ཡོད་པ། སྐུ་འཕྲེང་དྲུག་པ་དེ་མདོ་སྟོད་ཀྱི་ཕྱོགས་ལ་འཁྲུངས་མདོ་སྟོད་ཀྱི་ཕྱོགས་ལ་འཁྲུངས་ནས་སྐུ་འཕྲེང་དྲུག་པ་རྒྱལ་དབང་ལྔ་པ་ཆེན་པོ་ལ་ཡང་ཞབས་འདེགས་རླབས་ཆེན་ཞིག་བསྒྲུབས་གནང་ནས། ཨ་ནུ་ཁོང་གིས་རྒྱལ་བ་ལྔ་པ་ཆེན་པོའི་བཀའ་བཞིན་དུ་མ་སོག་ཡུལ་གྱི་ཕྱོགས་ལ་ཕེབས་ཡ། དྭགས་ནས་གཤེན་གྱི་སོག་པོའི་ནང་ཁུལ་ལ་ཡ་འཁྲུག་རྩོད་བྱུང་པའི་སྐབས་ལ་རྒྱལ་བ་ལྔ་པ་ཆེན་པོའི་སྐུ་ཚབ་ལ་ཕེབས་ནས་མི་དགེ་མཛད་རྗེས་བཞག་ཡ། ཨ་ནི་འདི་ནས་མ་རྒྱ་ནག་གི་གོང་མ་ཁང་ཤིས་ཀྱི་དབུ་ལ་ཕེབས་ཡ་ལ་སོགས་པ་ཨ་ནི་བསྟན་འགྲོའི་གྱི་རྩེད་འགྲན་གྱི་མང་པོ་ཅིག་བསྐྱངས་བཞག། སྐུ་འཕྲེང་བདུན་པ་མདོ་སྟོད་ཀྱི་ཕྱོགས་ལ་འཁྲུངས་ནས་ཨ་ནི་ཁོང་རྒྱལ་བ་ལྔ་པ་ཁར་སོགས་རྒྱལ་བ་བདུན་པ་ཆེན་པོའི་སྐབས་ལ་རེད། རྒྱལ་བ་བདུན་པ་ཆེན་པོའི།

དོན་གྱིས་ཞུས་པ་ན་གཞན་གྱིས་ད་མདོ་སྟོད་ཀྱི་ཕྱོགས་ལ་ཞི་རགས་ཀྱི་སྐུ་མང་པོ་ཞིག་བཏང་པ་དང་མཛད་པ་ཁྲི་ལས་བརྒལ་བ་ད་ནི་དབུས་གཙང་གི་ཕྱོགས་ལ་དེ་དེ་བཞིན་གྱི་མཛད་པ་ཁྲི་ལས་བརྒལ་བ་ཙམ་དུ་མ་ཟད་པའི་མདོ་སྨད་ཀྱི་ཕྱོགས་ལ་ཡིན་པ་ཡིན་ན་ཡང་ད་ནི་རྒྱལ་བ་ལྔ་པའི་སྐུ་ཚབ་བྱས་ནས་ཕེབས་པ་དང་མདོ་སྨད་ད་ལྟ་རྨ་ལྷོ་སོག་རྫོང་གི་ནང་ལོགས་ལ་ཡང་དགེ་འདུན་གྱི་སྡེ་ཆོས་སྡེ་ཐོག་མ་དང་པོ་དེ།